བླ་སྲོག་ཐོག་མ་ཚང་མ་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས། སྤྱིར་བཏང་སྐད་ཆ་ག་འདྲའི་གྲབས་ཀྱིས་བཤད་ན་ཡང། གཅིག་རང་ལ་ཕན་འདོགས་ཡི་བསླབ་བྱ་གྲབས། རང་ལ་ཕན་འདོགས་ཡི་གི་དྲན་གསོ་གྲབས་ཀྱིས་སྐད་ཆ་བཤད་ཡོང་དུས་ཉན་མཁན་སུ་བྱས་ཡོད་མ་རེད་དེ། དེང་སང་གི་ད་དེའི་རང་བཞིན་གྲབས་ཀྱིས་ཆ་དོ་བ་ལ། ད་སྤྱིར་བཏང་དེ་འདྲ་སྒྲོག་གི་རེད་འདུག་ལ། དཔེ་སྒྲོག་གི་ཞུ་ན། ཆུ་ག་རྩི་བཙོག་པ་ཡི། ཡོད་རྒྱུ་ཆུ་ལ། ཉི་ཡ་པད་མང་པོ་ཡོད་རེད་ད། ཆུའི་ག་རྩི་གཙང་མ་ཡོད་པ་ལ་སྡིག་ག་ཟེ་ཉི་ཡ་དེ་ཚོས་སྨྱུང་སྨྱུང་རེད། དེང་སང་སྨིན་ལ་ག་རྩི་བ་ཕན་ལྟོ་ཡི་གི་སྐད་ཆ་སྒྲོག་གི་ཞེས་ཕན་ལྟོ་ཡི་འགྲན་ཚོགས་སྒྲོག་གི་རྗེས་གནང་ཡང་དེ་ལ་ཉན་མཁན་ཡོད་མོད། ཚང་མ་ལ། ལེགས་པའི་ཕྱོགས་ལ་མ་ཡིན་པའི་མི་ལེགས་པའི་ཕྱོགས་ལ་ལྟ་ཡོང་དོ། ངོ་དེ་རེད། ད་ད་ག་ནང་ད་ག་ནང་བཞིན་ང་ཚོ་ཁྱད་པར་འབག་དེ་ནང་ལ་སོང་ཡོང་གི་རེད་ལ། གང་ཕྱིར་འཇིག་རྟེན་སྐྱོན་ལ་ག་ཡན་ཏན་འཛིན་པའི་གཞན་པ་ནི་སྐྱོན་ཡང་ཡན་ཏན་ལྟ་དང་གཞན་ལ་སྐྱབས་སུ་མཆི་བར་གྱུར་ལ་སོང་ཡོང་གི་རེད། འོ་འདི་འདྲ་བ་ཅིག་བསྟན་ཙང། རང་ཡིན་ནའི་ད་ག་ནང་བཞིན་ཆ་དེ་ཡོད་རེད། གཞན་པ་ཡང་འདའ་ཀ་ནང་གི་ཆ་དེ་གི་རེད། ཡིན་ན་ཡང་འདི་རིང་ངས་འདི་གཅིག་འདི་གཅིག་ཤེས་སྒོ་གཅིག་དྲན་སོང་ལ། ད་ང་ཚོ་སྤྱིར་བཏང་ནང་པ་ཡོད་ཁྱོད་ལ་ཡིད་ཆེས་ཡོད་མཁན་ནི་བདག་ཅག་སྟོན་པ་སངས་རྒྱས་ཤཱཀྱ་ཐུབ་པ་ལ་ཡིད་ཆེས་ཡོད་མཁན། སྡེ་གསུམ་སངས་རྒྱས་གུ་རུ་རིན་པོ་ཆེ་ལ་ཡིད་ཆེས་ཡོད་མཁན། སྡེ་ལ་སྐྱབས་སུ་འགྲོ་མཁན་ད་འདི་ལ་འདིའི་ཆོས་ལ་ཡིད་ཆེས་མཁན་དེ་ཚོ་ལ། ཅེག། ང་རང་གི་བསམ་འཆར་འདྲ་བོ་ཅིག་ཞུ་དགོས་ཅེས་དྲན་སོང། ད་ང་ཚོ་གྲྭ་བ་ལ་ན་མི་འདུག་སྨི་ཆ་ལ་ན་མི་འདུག་ང་ཚོ་ནང་པ་ལ། ཆོས་ལ། ཡིད་ཆེས་ཡོད་མཁན། ཆོས་ལ་ཉམས་ལེན་བྱེད་མཁན་དེ་ཚོ་གིས། དང་པོ་སྐོར་ང་ཚོ་སྐྱབས་འགྲོ་དང་སེམས་སྐྱོ་ལྡན་ཡོང་དུས། དག་སེམས་ཀྱི་སྐབས་ལོ་སེམས་ཅན་ཐམས་ཅད་བདེ་བ། སེམས་ཅན་ཐམས་ཅད་སྡུག་བསྔལ་གྱི། ད་འདིར་ཡང། རྟགས་མ་གྱུར་ནམ་མཁའ་དང་མཉམ་པའི་སེམས་ཅན་ཐམས་ཅད་ལ་དང། ཕན་གཏོགས་བ་ཅི་བྱས་གོ་རེ་དག། སེམས་ཅན་ཐམས་ཅད་ཁམས་གསུམ་འཁོར་བ་སྡུག་བསྔལ་ལས་འདྲེན་ནམ་མཁའི་གཙོ་བོའི་སངས་རྒྱས་སྐྱེ་གོ་རེ་དག། ད་འདི་ལ་ངོ་ནས་སྐམ་པའི་ཤ་ན་ལོག་ལྷ་ན་མི་འགྲུབ་ད་བྱམས་དང་བརྩེ་བ་འདི་ངོ་ནས་སྤྲད་གོ་རེ་དག། རང་བདེན་སྤང་འཁོར་དང་གཞན་བདེན་སྒྲུབ་འཁོར་དང། སྡུག་བསྔལ་མ་ལོ་བདག་བདེ་འདི་ལས་ཀྱང་རྫོགས་པའི་སངས་རྒྱས་གཞན་ཕན་སེམས་ལས་འཁྲུངས། དེ་འདྲའི་གྲོགས་ཅི་རིགས་དང་ང་ཚོ་མང་པོ་ཞིག་ཡོད་པ་དང། བྲལ་བ་བླ་ན་མི་འདུག་དམིགས་བྱ་བླ་ན་མི་འདུག་གང་ལྟར་ང་ཚོ་སངས་རྒྱས་བཅོམ་ལྡན་འདས་ཀྱིས་ཆོས་ལ་ཡིད་ཆེས་བྱེད་མཁན། ཆོས་ལ Follow བྱེད་མཁན། འོ་དེ་ཚང་མ་གི་ད་ག་རང། མཁྱེན་ཡང་མཁྱེན་གྱི་ཡོད་རེད། ད་ག་ནང་བཞིན་ཤེས་ཡང་ཤེས་ཀྱི་ཡོད་རེད།

རང་རང་སོ་སོ་གི་སྔོན་ནས་མིག་གིས་མཐོང་རྒྱུ་ཡིད་འཇུག་སེམས་ལ་ཚོར་ཐུབ་བས་ཀྱི་བདེ་འབྲས་ཀྱི་བཀའ་དྲིན་ཆེན་པོ་ཡོད་པ་འདི་ལྟ་ན་ཕ་དང་མ་རེད་རང་སོ་སོ་གི་ཕ་དང་མ་ཁོ་རང་འཇམ་དང་བརྩེ་བ་སྔོན་ནས་སྤྲད་ཐུབ་ཡོད་བ་མ་རེད་ད་དུང་ཀུན་སྤྱོད་མ་བསྒྱུར་ནམ་མཁའ་དང་མཉམ་པའི་སེམས་ཅན་ཐམས་ཅད་སངས་རྒྱས་གོ་འཕང་སྐྱེ་གི་ཡིན་ས་དེ་འདྲའི་རོལ་ཆས་ཐམས་ཅད་ཀྱི་རྗེས་ནས་བཤད་བསྡད་མཁན་གྱི་དམངས་པོ་གྱི་འདུག།

མ་གྱུར་ནམ་མཁའ་དང་མཉམ་པའི་སེམས་ཅན་དེ་ཚོ་དགའ་བ་སྐྱེས་སོ། རང་ཚོའི་ཕ་དང་མ་ཁོ་རང་བཀའ་དྲིན་ཆེན་པོ་ཡིན་པ་རང་ཚོ་གི་ཚོར་མ་ཐུབ་ན། མ་གྱུར་ནམ་མཁའ་དང་མཉམ་པའི་སེམས་ཅན་དམ་ཅན། ཕ་མ་མ་སྐྱེས་པའི་སུ་སྐྱེ་མེད་ཕ་མ་སྐྱེས་པའི་དེ་ཚོ་ད་ལྟ་ཕ་མ་བཞིན་དུ་བཀའ་དྲིན་ཆེན་པོ་བསྐྱངས་ཏེ་མཛེས་ཡང་ཕུལ་གྱི་གོས་ཡང་བརྩིས་ལ་དྲིན་ཆེན་ཤ་སྟག་ཡིན་ལ་ཁ་ནི་དེ་ཡང་གཅིག་པུ་རེད་མ་གཏོགས། དངོས་གནས་དྲན་ནས་ཚོར་བ་ལ་དེ་དངོས་གནས་དྲན་ནས་ང་ཚོ་ཚོར་བ་ལ་སླེབས་ཐུབ་ཀྱི་ཡོད་རེད་ན། དེ་དཀའ་ལས་ཁག་མོ་སྒྲོག་ཅིག་རེད་འདོད། ག་རེ་བྱས་ནས་ན་ན་རྟ་སྟེང་གི་རྡོ་བ་ལ། རང་རང་སོ་སོ་ཕ་དང་མ། ཨ་མ་དང་ཨ་ཕ་དངོས་གནས་དྲ་ནས་ད་ལྟ་རང་རང་སོ་སོ་མཉམ་དུ་ཡོད་པའི་སྐབས་ལོ། ཀོ་འཇོ་སོ། དེའི་གོ་རང་རང་དངོས་གནས་འཇམ་དང་བརྩེ་བ་སྤྲད་ཐུབ་ཡོད་མ་རེད། མ་འཇོན་ནམ་ག་ལ་སྙམ་པའི་དགའ་བ། དེ་འདྲའི་སྒྲ་བརྗོད་ལས་འོངས་ཏེ་ང་ཚོ་འདི་ལ་བསམ་བློ་བཏང་ཡོད་ཚེ་དཔེ་མི་ཚེ་གལ་ཆེན་པོ་འདྲ་བ་མཐོང་གི་འདུག་ད། དེང་སང་དགའ་བ་ཡིན་ན་ཡང་དཀོན་མཆོག་གསུམ། དེ་ལ་གཅིག་ཕན་འདོགས་དགོས་རེད་འདི་ལ་རྒྱལ་དགོས་རེད་འདི་ལ་སངས་རྒྱས་ཀྱི་ཆོས་འདི་འདྲ་རེད་འདི་སྒྲུབ་དགོས་རེད་སྟོང་པ་ཉིད་འདི་འདྲ་ཕྱག་རྒྱ་ཆེན་པོ་རྣམས་གསོག་པ་ཆེན་པོ་རྣམས་བྱང་ཆུབ་སེམས་སྒོམ་དགོས་རེད་ནམ། བཤད་མཁན་དག་མང་དག་ཅིག་རེད་ལ། དངོས་གནས་དཔེ་ཡག་པོ་རེད་འདི་ཡང་དངོས་གནས་རེད་སངས་རྒྱས་བཅོམ་ལྡན་འདས་ཀྱིས་ང་ཚོ་དེ་འདྲ་སློབ་དཔོན་དབྱིག་གཉེན་གྱིས་གསུངས་ཡོང་གི་རེད་ལ། བསྟན་པའི་དམ་ཅན་རྣམས་ནི་དེ་ལུང་དང་རྟོགས་པ་དང་ནི་དད་སེམས་བསྐྱེད་པར་མ་བྱས་པར་སྒྲུབ་པར་བྱེད་པ་ཁོ་ན་འོང་གསུངས་ཡོང་དུས།

ཆུ་ཁ་སྐོམ་ཡོང་དུས་ཆུ་འཐུང་གོ་རེ་མ་གཏོགས་ཆུ་མ་འཐུང་ནས་ཆུ་གི་སྒྲ་ཨམ་སྐྱོ་ལ་ཐེབས་པར་མིག་གིས་ཆུ་འཐུང་བས་ཙམ་གྱིས་ང་ཚོ་ལ་ཁ་སྐོམ་ཡས་ཀྱི་སྡུག་བསྔལ་སེལ་ཐུབ་ཀྱི་མ་རེད། ཆུ་དེ་སྔོ་ཚོད་དུ་བཏུང་གི་འདུག་ཨང། བཏུང་ཡོང་དུས་གཞི་ནས་ང་ཚོ་གི་ཁ་སྐོམ་པའི་སྡུག་བསྔལ་དེ་སེལ་ཐུབ་ཀྱི་འདུག་ཨང། འོ་དེ་ནང་བཞིན། མ་གྱུར་ནམ་མཁའ་དང་མཉམ་པའི་སེམས་ཅན་ཐམས་ཅད་སངས་རྒྱས་གོ་འཕང་སྐྱེད་ཀྱིན་གནས་སྐབས་ཀྱི་བདེ་བ་དང་མཐར་ཐུག་གི་བདེ་བ་སྤྲད་ཀྱིན་གདའ། ཤེས་ཀྱི་ཡོད་རེད། ལག་ལེན་ལ་ལས་ཡོང་དུས་རང་ཚུད་ཕ་དང་མ་སྐྱིད་ཨ། ཕ་དང་མ་ཁོ་རང། ང་ཚོ་འཇམ་ལ་རྩེ་བ་སྤྲད་ཐུབ་ཀྱི་ཡོད་མ་རེད། དེ་ཚོ་ཡང་བདེ་སྐྱིད་སྤྲད་ཐུབ་ཀྱི་ཡོད་མ་རེད། ད་དུང་ང་ཚོ་གི་སྔོན་ནས་མ་གྱུར་ནམ་མཁའ་དང་མཉམ་པའི་སེམས་ཅན་ཐམས་ཅད་སངས་རྒྱས་གོང་འོག་སྐྱེ་བའི་སྐད་ཆ་བཤད་བསྡད་ཀྱི་ཡོད་རེད། ང་ཡང་བཤད་ཀྱི་ཡོད་རེད། ཕ་གཞན་ང་འདྲ་བོ་མིས་ཁ་ཤས་བཤད་བསྡད་ཀྱི་ཡིན་གྱི་རེད། འོ་དེ་དེ་ཚོ་ཀུན་ནས་དྲན་ནས་དངོས་གནས་དྲན་ནས་བསམ་བློ་གཏོང་ཕན་མི་ཚེ་གལ་ཆེན་པོ་རེད་འདུག་དྲན་གྱི་འདུག། འོ་དེ་རེད། འདི་ཚོ་ཡང་བསམ་བློ་དང་དཔེ་མེད་ཚོ་གལ་ཆེན་པོ་རེད་འདུག་ང་རང་གི་བསམ་ཚུལ་རེད། རེད་ལ་ཤེས་མཁན་མང་པོ་རེད་དེ་ཚང་གི་སུ་ཡིན་ན་ཡང་རེད་ལ། ནི་ང་ཚོ་སངས་རྒྱས་ཀྱི་ཆོས་ལས་དེ་དངོས་གནས་སངས་རྒྱས་ཀྱི་སྟོན་པ་སངས་རྒྱས་ཀྱི་ཆོས་ལས་དེ། བཏང་བ་ནི་བཏང་ནི་གཅིག། ཡུན་རིང་པོ་གནས་སྐོར་རེད་ལ་ན་དཔེ་ལས་དཔེ་མི་སྲིད་གལ་ཆེན་པོ་རེད། ཡིན་ན་ཡང་རྟོགས་དཔེ་ཀྱི་ཆེད་གང་ལ་ཡང་བགྲོད་པའི་དཔེ་མི་སྲིད་གནས་ངག་སྒྲོག་བྱེད་རེད་འདོད་ལ། འོ་དེ་ཡོང་དུས་འདི་རིགས་ངེད་ཀྱི་བསམ་ཚུལ་སྒྲོག་བྱེད་རེད། བསམ་འཆར་སྒྲོག་བྱེད་རེད། འོ་དེ་ཡོང་དུས། ད་ཕན་མ་རྟོགས་ན་ཡང་གནས་པ་ཡོང་གི་མ་རེད་ངས་སྐད་ཆ་བཤད་རྒྱུ་འདི། འོ་དེ་གཅིག་གཉིས་ལ་ཕན་ཐོགས་ཡོད་རེ་བ་ཡོད་ལགས་སོ་ཐུགས་རྗེ་ཆེ།